མཚོན་ཐུབ་ཀྱི་ཡོད་དུས་བསམ་པ་ལ། ཨ་ནི་ང་ཚོ་ད་ལྟ་ལྟར་རྒྱ་ནག་དམར་པོའི་གི་གཞུང་གི་འོག་ལ་ཡང་ཨ་ནི་ཞི་བ་ཅུང་ཡང་བདེ་བའི་གི་གནས་སྟངས་འདི་འདི་འདྲའི་ཅིག་གི་འོག་ནས་ད་ཅིག་ག་སུ་རེད་རྒྱ་གར་ལ་ཡང་རང་བཙན་ཐོབ་པ་འདི་ང་ཚོའི་གི་རེ་བ་བཅང་ས་འདྲ་པོ་ཅིག་མ་འོངས་པ་ལས་ང་ཚོའི་དེ་འདྲའི་གནས་སྟངས་ཅིག་ཡོང་ཐུབ་ཡ་གི་ཨ་ནི་རེ་བ་བཅང་སའི་གི་གཞི་བཅས་ཆགས་ཀྱི་ཡོད་རེད་དེ་ཡིན་དུས་བསམ་པ་ང་ཚོ་ད་ལྟ་རང་དབང་མེད་པའི་གི། རྒྱ་ནག་གི་དཔྱད་འཇུག་གི་འོག་ནས་བཙན་དབང་གི་འོག་ནས་རང་དབང་མེད་པའི་གི་གནས་སྟངས་དེ་ང་ཚོས་བཞེངས་ཀྱི་ཡོད་དུས་ཚང་པ་རྒྱ་གར་ནང་ལ་ཡང་ད་མི་རབས་མང་པོས་དཀའ་ལས་བརྒྱབ་བྱས་རྒྱ་གར་གི་རང་བཙན་འཐབ་རྩོད་ལས་ལོ་ཉིས་བརྒྱ་ལྷག་འགོར་བར་བ་དེ་ཡིན་དུས་ཚང་མ་མི་རབས་མང་པོས་དཀའ་ལས་བརྒྱབ་བྱས་བློས་བཏང་བྱས་བྱས་ནི་བྱུང་བ་རེད་ང་ཚོ་ཡིན་ནའི་ད་ལྟ་བོད་པའི་སྤྱི་ཚོགས་ནང་ལ་ཡོང་དང་ཡོང་ཤེས་པ་རེད་ཉེ་བའི་ཆ་ལ་ཡིན་ན་རང་བཙན་སློབ་གོ་ལགས་ཀྱིས། རང་ལུས་མེར་སྲེག་བཏང་ཡང་དེ་ཚོ་ཚང་མ་ལོ་ཏོག་གོ། ལམ་སང་འཕྲལ་དུ་ང་ཚོ་གྲུབ་འབྲས་ཐོན་ནམ་མ་ཐོན་ནས་ཕུགས་རྒྱང་རིང་པོ་གི་ང་ཚོའི་གི་ལོ་རྒྱུས་ཀྱི་དེབ་ཐེར་ནང་ལ་ལྷག་བསྡད་ཡ་ཆེད་དང། ཨ་ནི་ཅིག་གི་ནུས་པ་ཐོན་ཡ་ཅིག་རང་བཞིན་ཡོད་འགུར་བ། རྒྱ་གར་ལ་དབྱིན་ཇིའི་དབང་བསྒྱུར་གྱི་འོག་ནས་རང་བཙན་ཐོབ་ཏེ་ལོ་ངོ་བརྒྱད་ཅུ་འཁོར་བའི་གཞུང་འབྲེལ་མཛད་སྒོ་ཞིག་བོད་མིའི་སྒྲིག་འཛུགས་ཀྱིས་ཚོགས་སོང་བ་དང་བོད་མི་ཁག་ཅིག་གིས་རྒྱ་གར་གཞུང་ནི་བོད་པའི་རྩ་དོན་ཙམ་མ་ཟད། བོད་མི་སྒེར་གྱི་མི་ཚེ་ལ་ཡང་བཀའ་དྲིན་ཆེན་པོ་ཡིན་པ་འགྲེལ་བརྗོད་གནང་གི་འདུག། སྐྱབས་བཅོལ་གྱིས་ང་ཚོ་འོས་སྡོད་ས་དེ་དག་བོད་བོད་ཀྱི་གཞིས་ཆགས་དང་ཨ་ནེ་བོད་བོད་ཀྱི་ད་ལྟ་སྒྲིག་འཛུགས་འདྲ་བོ་དག་དེ་འདྲས་ལོགས་སུ་བཙུགས་ཐུབ་མེད་ན་ང་ཚོ་བོད་པ་དེ་གས་ཚང་མ་སྤྲེལ་མ་ཐོ་བ་ན་ཞིག་རེད་བ། ཨ་ནེ་ཁ་དྲོ་ཆེ་ཨ་ནེ་ཅིག་ཁར་ས། སོ་སོའི་གྱི་སྐད་དང་རིག་གཞུང་དང་ད་ཆས་སྐྱོད་དང་གོམས་གཤིས་དང་ག་རེ་ཡིན་པ་ནས་དེ་གས་ཚང་མ་ཨ་ནེ་ཉམས་ཆགས་སུ་འགྲོ་བས་གྱི་དེ་ཉེན་ཁ་འདྲ་བོ་ཆགས་བསྡད་གོར་ད་དེ་ཡིན་དུས་ག་ནས་ད་དེ་འདྲས་བྱས་ནས་ང་ཚོ་གྱི། བོད་པ་དེ་ག་ཚང་མ་རུག་རུག་བྱེད་ནས་བསྡད་དུས་ག་ནས་སོ་སོའི་གི་མི་རིགས་མི་རིགས་མི་རིགས་ལ་ད་གར་ས་མི་རིགས་ཚང་མ་མཉམ་འདོག་བྱེད་བསྡད་ཡོད་དུས་ག་ནས་ང་ཚོའི་གི་སྐད་དང་རིག་གཞུང་དང་གོམས་གཤིས་དང་ཆས་གོས་དང་ད་ག་རེ་ཡིན་པ་ཡིན་ནས་ཚང་མ་མི་ཉམས་གོང་འཕེལ་བྱེད་ནས་ཨ་ནི་དེ་འདྲས་བྱེད་ནས་ང་ཚོ་ད་ད་ལོ་ད་དུས་འཇུག་མ་སིམ་ས་ལ་དེ་འདྲས་བསྡད་དུས་དེ་ག་ཚང་མ་ཨ་ནི་རྒྱ་གར་གཞུང་དང་རྒྱ་གར་མི་མང་བཀའ་དྲིན་ཡིན་དུས་སླར་ཡང་ཨ་ནི་ངའི་སྙིང་ཐག་པ་ནས།